རྒྱབ་ལ་ཡོད་པའི་དངོས་པོ་སྔོ་ནག་དེ་ནུབ། ར། ཤར་གྱི་ལྡོག་ཕྱོགས་ཁ་རེ་ནུབ། ནི། རྒྱལ་ལ་འདི་ཡིན་ན། རྒྱལ་ལ་འདི་ཡིན་ན། རྒྱལ་ར་གི་ཕྱག། གཡས་པ་ཕྱོགས་དཀར་པོ་དེ། ཁ་ཕྱེ་རེ། ཁོ་ཕྱེ་རེ་ཁྲོ། ཁྲོ། རྒྱལ་ལ་གི། རྒྱལ་ལ་འདི་ཡིན་ན། རྒྱལ་ལ་གི་ཕྱག། གཡོན་མ་ཕྱོགས། འདི་ཁ་ཕྱེ་རེ། བྱང་དཀར་འདི་ཁ་ཕྱེ་རེ། བྱང་ཕྱེ་རེ་བྱང། བྱང། ནི། ཤར་གྱི་ལྡོག་ཕྱོགས་ནུབ་བྱེད། ནི། ལྷོ་ཡི་ལྡོག་ཕྱོགས་བྱང། ར། ནི། འདུ། ཁྱེད་རང་ཚོ་གི་མ་ཕྱོགས་བཞི། དངོས་པོ་གི། མ་འདྲ་ཁག་ལྔ་ཡོད། འདི་ཁྱེད་རང་ཚོ་གི་མ། འདུ། ནང་ལ་སྦྱོང་བརྡར་གནང་ན་ཡག་པོ་ཡོད་རེད། ར། ནི། སོ་སོའི་ཕ་མ་གི་དྲི་བ་བསྐུལ་བ་ཡིན་ན། ཕ་མ་དང་ཆོས་ཆོས་ཨ་ཅག་གི་དྲི་བ་བསྐུལ་བ་ཡིན་ན། ད། ཆགས།

མདུན་ཕྱོགས་ཀྱི། ཤར་ཕྱོགས་ཀྱི་དངོས་པོ་འདི་རྣམས་དག་ལས་ན། སེར་པོ་འདི་རྣམས་མེ་རེ། ར། རྒྱལ་ལགས་ཀྱིས། རྒྱབ་ཕྱོགས་ཀྱི་དངོས་པོ་འདི་རྣམས་དག་ལས་ན། སྔོ་ནག་འདི། རྒྱབ་འདི་ནུབ་བྱས་རེ། རྒྱལ་ལགས་ཀྱིས། གཡས་པ་ཕྱོགས་ཀྱི་དངོས་པོ་འདི་རྣམས་དག་ལས་ན། དཀར་པོ་འདི། དཀར་པོ་འདི་གར་བྱས་རེ་ན་ལྷོ་བྱས་རེ། དུ། ཤར་ལྷོ་ནུབ་བྱང། དུ་མ། ཁྱོད་རང་ཚོ་གིས། མ་བྱང་ཡ་རེ། ཨཱ་ནི། ཉི་མ་ག་དུས་ནས་ག་ནས་ཤར་གོ་རེ་ཤར་ནས་ཤར་གོ་ར་འདུག་ཨཱ་ནི། ཤར་ད་ལྟ་སེའུ་ཟླ་སེའུ་ཡིན་དུས་ངས་སེའུ་གང་དེ་ནས་ཤར་ཡིན་ར། སེའུ་དེ་ཉི་མ་ཤར་ནས་ཤར་ཡོད་དུས་མདུན་ཕྱོགས་དེ་ག་དུས་ནས་ཕབ་ཕྱོགས་དེ་མདུན་ཕྱོགས་དེ་སེར་པོ་ཡིན་དུས་ཨཱ་ནི། སེར་པོ་དེ་ག་དུས་ནས་ཉི་མ་གི་མཚོན་རྟགས་ཡིན་དུས་ཨཱ་ནི། ཉིད་ཀྱི་དེ་སེར་པོ་དེ་ཤར་ཡིན་ར་ཨཱ་ནི། རྒྱལ་ལགས་ཀྱི་མདུན་ཕྱོགས་ལ་ཨཱ་ནི་ཤར་ཡིན་དུས་ཨཱ་ནི། ཤར་ནས་ཉི་མ་ཤར་གྱི་ཡོད་པ་སོང་ཙང་ར་ཨཱ་ནི། ནུབ་ལ་ཉི་མ་ནུབ་གྲུབ་ཡོད་པ་སོང་ཙང་ངེད་ཀྱི་དེ་ད་ལྟ་སྔོ་ནག་དེ་ཤར་ཡིན།